ལྷོ་མཚམས་ནུབ་ཀྱི་བ། གཅོང་མའི་ཨ་མ་འཚོལ་བ། གཙང་བའི་ནང་ན་མགོ་བོ་ཆེ་ཞིང་རྔ་མ་རིང་བའི་གཅོང་མོ་ཁྱི་གཅིག་ཡོད། དེ་ཚོས་རྔ་མ་གཡུག་བཞིན་སྐྱེལ་ནས་སྤྱི་སྒེར་ཆིག་འབྲི་བྱེད་ཀྱིན་ཡོད། གཅུང་མོ་རྣམས་ཁྱི་ལ་སྐྱེལ་ནས་ཉིན་འགའ་འགོར་རྗེས་རྐང་བ་གཉིས་ཐོགས་པ་རེད། ཁོ་ཚོས་སག་ཉའི་ཨ་མའི་གཉའ་ཁྲིག་ལ་འབུ་འཛིན་སྟངས་འཁྲིད་བཞིན་ཡོད་པ་མཐོང་ནས། ཨ་མ་སག་ཉ་ལགས་ང་ཚོའི་ཨ་མ་གང་ན་ཡོད་ཅེས་དྲིས་པར། ཨ་མ་ཚེགས་གཉིས། ཁྱོད་ཚོའི་ཨ་མ་ནི་ཁ་ཆེ་ཞིང་རྐང་ལག་བཞི་ཡོད་པ་ཞིག་ཡིན། ཁྱོད་ཚོ་ཕར་ཕྱོགས་སུ་ཚུར་སོང་དང་ཞེས་བཤད། དེ་ནས་གཅུང་མོ་རྣམས་ཕྱི་ལ་བསྐྱལ་ནས་ཉིན་འགའ་འགོར་རྗེས་ལག་པ་གཉིས་ཐོགས་པ་རེད། ཁོ་ཚོས་རུས་སྦལ་ཞིག་ཕྱི་ནང་དུ་བསྐྱལ་ནས་འགྲོ་བ་མཐོང་མ་ཐག་ཏུ། ཨ་མ། ཨ་མ། ཞེས་བས། རུས་སྦལ་གྱིས་རྒོད་བཞུར་དུ་སྨྲས་པ། ང་ཁྱོད་ཚོའི་ཨ་མ་མིན། ཁྱོད་ཚོའི་ཨ་མ་ནི་མིག་གཉིས་ཆེ་ཞིང་ལ་བ་རྒྱང་གི་གྱོན་པ་ཞིག་ཡིན། ཁྱོད་ཚོ་ཕར་ཕྱོགས་སུ་འཚོ་རུ་སོང་དང་ཞེས་བཤད། ཡང་གཅུང་མོ་རྣམས་ཁྱི་ལ་སྐྱེལ་ནས་ཉིན་ཁ་ཤས་འགོར་རྗེས་རྔ་མ་བྱེ་ཐང་དུ་གྱུར། ཁོ་ཚོ་སྐྱེལ་ནས་མེ་ཏོག་པད་མ་ཞིག་གི་འགྲམ་དུ་སླེབས་ཚེ། པདྨའི་ལོ་མའི་ཐོག་ན། རྒྱབ་ཏུ་ལྭ་བ་ལྗང་གུ་བཅོམ་པ། ལྟོ་བ་དུང་ལྟར་དཀར་ཞིང་དིར་བ། ཁ་ཆེ་ཞིང་མིག་གཉིས་འབུར་བའི་རྦལ་བ་ཆེན་པོ་ཞིག་ཙོག་པུར་འདུག་པ་མཐོང། དེ་ནས་གཅུང་མོ་རྣམས་བསྐྱལ་ནས་ཕར་ལ་སོང་སྟེ། ཨ་མ། ཨ་མ། ཞེས་བས་པ་ན། ཨ་མ་བལ་བས་རང་གི་ཕྲུ་གུ་ཚོ་འཚར་ལོངས་བྱུང་ཡོད་པ་མཐོང་ནས། ཕྲུ་གུ་ཚོ། ཁྱོད་ཚོ་བལ་བར་སྐྱུར་ཟིན། ད་པདྨའི་ལོ་མའི་ཐོག་ཏུ་མཆོང་ཤོག་ཅེས་བཤད་པས། སྦལ་བ་ཆུང་ཆུང་དེ་དག་མཆོང་ཐེངས་གཅིག་གིས་པདྨའི་ལོ་མའི་ཐོག་ཏུ་ལྡང་བ་རེད། དེ་ནས་ཉིན་འགའ་འགོར་རྗེས་སྦལ་བ་ཆུང་ཆུང་རྣམས་ཀྱི་རྔ་མ་མེད་པར་གྱུར་བ་དང། ཁོ་ཚོ་ཉི་མ་རེར་ཨ་མའི་རྗེས་སུ་འབྲངས་ནས་གནོན་འབུ་འཛིན་བཞིན་ཡོད་དོ། སློབ་ཚན་བཅུ་བའི་ཐ་སྙད།

འཚར་ལོངས། ལྟོ་བ། ལྟོ་བ།